བཅུ་གཅིག་པའི་གློག་བརྙན་པ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཚང་མ་ཁམས་བཟང་ཡོད་པའི་རེ་བ་ཞུ་གི་ཡོད། ད་ད་ལྟ་བར་དུ་ང་ཚོ་སློབ་ཚན་འགྲོ་བཞིན་པ་ད་ལྟ་ང་ཚོ་འགྲོ་བཞིན་པ་དེ་སློབ་ཚན་ལུགས་མཚུངས་ཀྱི་བསླབ་བྱ་མུ་མཐུད་ལ་ཕྲེང་བ་འགྲོ་བཞིན་པ་རེད། ད་ད་ལྟ་བར་དུ་ཁ་ཚ་ཁ་འཛོལ་ང་ཚོ་གར་བགྲོད་སི་ལ་བ་ཡིན་ན་ལུགས་མཚུངས་བསླབ་བྱ་གི་ཆོས་རྒྱུད་འགྲོ་ཡོད་རེད་ཆོས་རྒྱུད་ལ་ཤུ་ལོ་ཀ་གཅིག་ཡོད་རེད་གཉིས་པ་རྩོམ་པ་དམ་བཅའ་བ་ལ་ཤུ་ལོ་ཀ་གཉིས་ཡོད་རེད་དེ་ནས་དེ་བཞུགས་དེ་ལ་གོང་ས་ལྔ་བ་ཆེན་པོས་ག་རེ་གསུང་གིས་ལབ་པ་ཡིན་ན། ད་ལྟ་ཁོང་རང་གིས་དེ་ཁ་སང་འདི་འདི་ལུགས་ཟུང་གི་བསླབ་བྱ་དེ་སྙན་ངག་བརྒྱུད་ནས་བཤད་པ་ཡིན་ན་མི་གོ་ཁག་པོ་བྱེད་ཀྱི་རེད་རྒྱུ་མཚན་དེ་ལ་བརྟེན་ནས་མི་ཤོ་ཁ་ས་ཤེས་བྱ་ཡོན་ཏན་ཡོད་མཁན་དང་མེད་མཁན་གཉིས་ཆ་རྟོགས་པའི་ཆེད་དུ་ཚིག་ལེ་ལོའི་ཐོག་ནས་ཚིགས་བཅད་ཀྱི་ཐོག་ནས་གསུང་གི་ཡིན་ཅིག་གསུངས་པ་རེད། དེ་ནས་དེ་བཞུགས་དེ་ལ། གོང་ས་ལྔ་བ་ཆེན་པོའི་བསླབ་བྱ་བསྐྱོན་པའི་སྐབས་ལ། དེ་དུས། བསླབ་བྱ་ཉོ་མཁན་དེ་ལས་འགན་དཀོན་པོ་ཡོད་རེད་དེ་ཡིན་ན་ཡང། སླད་མ་འོངས་པ། གང་ཟག་ཁག་འགའ་ཤས་ཀྱི་སེམས་ལ་འགྱུར་བ་ཕྱིན་ནས་བསླབ་བྱ་ཉན་མཁན་ཡང་ཡོང་སྲིད་པ་རེད་སོགས་དེར་བརྟེན་པའི་ཆེད་དུ་ཤོ་ལོ་ཀ་གཉིས་གསུངས་ཡོད་རེད། བྱེ་བདག་ཁ་སང་ངས་གོང་དུ་ཞུས་པ་ནང་བཞིན། བོད་ཀྱི་མཁས་པ་གཅིག་གིས་བསྟན་བཅོས་ག་རེ་བརྩམས་ཀྱི་ཡོད་པ་ཡིན་ནམ་ན་ཆོས་བརྗོད་དང་རྩོམ་པ་དམ་བཅའ་བ་གཉིས་ཡོད་རེད་ཟེར་ཁ་གསལ་ནན་པོ་བྱས་ནས་ཞུས་ཡིན། ཆོས་མཛོད་དང་རྩོམ་པ་དམ་བཅའ་བ་གཉིས་ཕྱིན་པའི་ཚེ་ལ་ད་ནས་གོང་དུ་ཞུས་པ་ནང་བཞིན། གོང་ས་ལྔ་བ་ཆེན་པོས་ཁ་གསལ་འདི་ག་རེ་འགོད། ཀུན་བཟང་ལྔ་བ་ཆེན་པོ་བསླབ་བྱ་བསྐྱོན་པའི་སྐབས་ལ་སྐབས་དེ་དུས་ཀྱང་བསླབ་བྱའི་ཉན་དགོས་དཀོན་པོ་ཡོད་པ་ཡིན་ན་སླད་མ་འོངས་པར་འགྱུར་བ་ཆེ་ནས་བསླབ་བྱ་ཉན་མཁན་ཡོང་སྲིད་པ་རེད་ཧོ་དེ་གཅིག་བསྟན་པ་རེད། དེ་ནས་དེ་བཞུགས་དེ་ལ་དེ་རིང་ང་ཚོ་གར་འགྲོ་ཡས་སླེབས་པ་ཡིན་ན། ང་པ་དེ་ཆོས་སྲིད་ཀྱི་བྱ་བ་གང་ཡིན་ཡང་བསོད་ནམས་གསོག་དགོས་པ་ག་ལ་བསོད་ནམས་གསོག་དགོས་པའི་སྐོར་རོ། ད་ང་ཚོ་ཆོས་ཀྱི་བྱ་བ་ཡིན་ན་སངས་རྒྱས་གོང་མ་ཐོབ་དགོས་ཀྱི་ཡོད་ན། བསོད་ནམས་གསོག་དགོས་པ་ཨ་ཅང་ཅང་ཡིན། ཡིན་དང་ཡིན། ཚོགས་ཆེན་ཚོགས་ཆེན་པོ་བཞི་པོ་བསགས་དགོས་ཡོད་རོགས་ཨོ་སྐལ་བ་གྲངས་མེད་སོགས་དུ་གསོག་བསགས་ཚོགས་ཟེར་བའི་བསོད་ནམས་ཆེན་པོ་བསགས་དགོས་ཡོད་རེད། དེ་མ་ཟད་འཇིག་རྟེན་གྱི་བྱ་བ། འཇིག་རྟེན་གྱི་དཔེར་ན་ཐ་ན་ཆུང་ཆུང་རྒྱལ་ཆེན་པོ་ཡིན་ན་ཡང་ལམ་འགྲོ་ཡོང་བ་ཆེད་དུ་བསོད་ནམས་བསགས་དགོས་ཡོད་རེད་རྒྱུ་མཚན་དེ་ལ་བརྟེན་ནས་སྒང་འདི་ལ་ཆུ་སྲིད་ཀྱི་བྱ་བ་ན་ཆུ་དང་འཇིག་རྟེན་གྱི་བྱ་བ། གང་ཡིན་ཡང་བསོད་ནམས་གསོག་པ་གལ་ཆེ་བ་དེ་གཅིག་བསྟན་གྱི་རེད་དེ་ཤོ་ལོ་ཀ་གཅིག་ཡོད་རེད། དེ་ཤོ་ལོ་ཀ་དེ་བསྲུང་ཚར་སོང་ན་བཤད་ཚུལ་སྲུང་གོང་ལྔ་བ་ཆེན་པོ་བསྲུང་ཚར་བའི་རྗེས་ལ་ད་དངོས་གནས་དྲ་ནས་ཕ་གི་ནང་དྲ་བསླབ་བྱ་དངོས་གཞི། འཇིག་རྟེན་མི་ཆོས་ཀྱི་བསླབ་བྱ་བསླབ་བྱ་དངོས་གཞི་སླེབས་ཀྱི་ཡོད་རེད་བསླབ་བྱ་དངོས་གཞི་ནང་དེ་ནི་ཤོ་ལོ་ཀ་གཅིག་འགྲོ་ཡ་རེད་ཤོ་ལོ་ཀ་གཅིག་ག་དྲང་དང་པོ་ཁ་འགྲོས་སློབ་པ་ཡིན་ན་ཆོས་སྲིད་ཀྱི་བྱ་བ་གང་ཡིན་ཡང་བསོད་ནམས་གསོག་དགོས་པ་གལ་ཆེན་པ་ཤོ་ལོ་ཀ་གཅིག་འགྲོ་ཡ་ཡིན་དེ་ཤུགས་དེ་ལ།

ལེགས་པའི་བྱ་བ་དེ་གོང་ནས་གོང་ནས་སྤེལ་ཕྱིར་དུ་བསོད་ནམས་རྒྱ་ཆེན་པོ་བསག་དགོས་དེ་གཅིག་ཆེན་པོས་བྱས་ལ། དེ་ནས་བྷ་ག་དོན་ལ་དེ་རིང་གི་བསླབ་བྱ་འཇིག་རྟེན་མི་ཆོས་ཀྱི་བསླབ་བྱ་སའི་ནང་ནས་མངོན་ཤེས་སུ་བརྩི། དང་པོ་ད་གཟིགས་ཨ། ད་མོ་འདི་འདི་འདི་འདི་ཧེ་རྒྱག་གིན་གདའ། ད་བྷ་ག་ནང་ལ་ལྷ་ཆོས་ལྟ་ཞོག་མི་ཤུ་མི་ཆོས་བྱ་ཞོག་ལམ་དུ་རྒྱུག་པ་བསོད་ནམས་རག་ལས་པའི་དཀོན་མཆོག་ཆོས་དང་ངན་སློང་བྱིས་མདོ་སོགས་ལེགས་བྱས་སྤེལ་བའི་ཚོགས་ཆེན་གསོག་པའི་གནས་ཟེར་ཡ་དེ་གི་ཚིག་དོན་དེ་ཤེས་ཚར་བ་བྱས་ད་མོ་འདི་ཤེས་དེ་མ་གཟིགས་ཨ། བདེ་གཤེགས་ནི་ས་ཆོས་སྤྱད་མཁན་གྱི་གང་ཟག་ཞིག་བསོད་ནམས་གསོག་དགོས་པ་བརྗོད་མི་དགོས་ལ། ས་ཆོས་སྤྱད་མཁན་གྱི་བསོད་ནམས་ཅིག་ཡིན་པ་ཡིན་ན་ཆོས་སྤྱད་པ་ལ་བདུད་ཀྱི་བར་ཆད་བར་ཆད་མང་པོ་ཡོད་རེད། དཔེར་ན་ང་རང་ཚོ་སློབ་ཕྲུག་ཡིན་པ་ཡིན་ན་ཡང་སློབ་སྦྱོང་བྱེད་པའི་སྐབས་སློབ་སྦྱོང་ཤ་མ་སློབ་སྦྱོང་ཡང་དག་པ་ཞིག་བྱེད་མཁན་ཡིན་པ་ཡིན་ན་བསོད་ནམས་མཉམ་དུ་མཉམ་དུ་ལ་བསོད་ནམས་བསག་དགོས་ཀྱི་ཡོད་རེད། འོག་གི་པང་ཁྲི་ཟུར་སྒྲོལ་མ་ཁྲི་ཟུར་སྒྲོལ་མ་སྐྱོ་ཡ་ལ་སོགས་པ་དང་ཐུབ་དབང་གཟུངས་སྔགས་སྐྱོ་བ་ས་མ་ནི་སྐྱོ་ཡ་ལ་སོགས་པ་དང་བར་ཆད་ལམ་གཟིགས་སྐྱོ་བ་སོགས་བསྟི་བྱའི་སྒོ་འབྱེད་གསང་སྟེ། ཆོས་བྱེད་མཁན་ལ་གསུངས་ན་ད་ང་ཚོ་སློབ་སྦྱོང་བྱེད་འདུག་ཆོས་དང་མཐུན་པའི་བྱ་བ་ར་བ་སློབ་སྦྱོང་བྱེད་པ་ཡིན་ན་སླད་མ་བབ་སྔོན་ནས་སྤྱི་ཚོགས་སྤྱི་ལ་ཕན་ཐོགས་ཡས་ཆེད་དུ་ཆོས་སློབ་སྦྱོང་བྱེད་པ་ཡིན་ན་ཆོས་དང་མཐུན་པའི་བྱ་བ་ཆགས་འདུག་ཡོད་ར་བ་ཆོས་བྱེད་མཁན་གང་ཟག་ཞིག་ལ་སོ་ནམ་གསོག་དགོས་པ་བརྗོད་མི་དགོས་ལ་བཤད་མི་དགོས་ལ་ཨ་སི་ལ་བ་རེད་འཇིག་རྟེན་གྱི་བྱ་བཞག་འཇིག་རྟེན་གྱི་བྱ་བ་འཇིག་རྟེན་གྱི་བྱ་བཞག་དཔེར་ན་ཐ་ན་ཚོང་རྒྱག་ཡ། འཇིག་རྟེན་གྱི་བྱ་བཞག་ཡིན་ཡང་ས་ལམ་དུ་འགྲོ་བ་ལ་ས་ལམ་དུ་འགྲོ་བའི་ལམ་གྲོད་ཡོང་ཆེད་དུ། ལམ་གྲོད་ཡོང་འཇིག་རྟེན་གྱི་བྱ་བ་ཡིན་པ་ཡིན་ལམ་གྲོད་ཡོང་བའི་ཆེད་དུ། ཐ་ན་འཇིག་རྟེན་གྱི་བྱ་བ་ཡིན་པ་ལམ་གྲོད་ཡོང་བའི་ཆེད་དུ་བསོད་ནམས་ལ་རག་ལས་པས་བསོད་ནམས་ལ་རག་ལས་བསོད་ནམས་ལ་རག་ལས་སོ། བསོད་ནམས་ལ་རག་ལས་ལ་རག་ལས་པས་རྒྱུ་རག་ལས་ལ་འགྲིག་ད་སྤ་སེ་མ་འགྲིག་འགྲིག་ད། རྒྱུ་མཚན་དེ་བས་ན་རྒྱུ་མཚན་དེ་ལ་བརྟེན་ནས་རྒྱུ་མཚན་དེ་བས་ན་རྒྱུ་མཚན་དེ་ལ་བརྟེན་ནས་ད་འོ་ན་སོ་སོ་སོ་ནམ་ས་དགུ་ཡོད་པ་ཡིན་ན་སོ་ནམ་ས་དང་ས་ལུག་གང་འདྲ་ཡོད་རེད་ལབ་རེད། ཨ་འདི་དུ་ཨ་ག་ས་ཡར་དཀོན་མཆོག་ལ་ཡང་ཡར་དཀོན་མཆོག་ལ་མཆོད་པ་རང་ལས་མཐོ་བ་རང་ལས་རྩ་ཆེ་བ་བླ་མ་དང་བྱབ་ཆོས་སེམས་དཔའ་དང་སངས་རྒྱས་དང་ཨོ་དེ་ཚོ་ལ་དགེ་བའི་བཤེས་གཉེན་ལ་སོགས་པ་དུ་མ་དང། དགེ་བཤེས་ལ་སོགས་པ་དང། འོ་དེ་ཚོ་ལ་དཀོན་མཆོག། དཀོན་མཆོག་ལ་མཆོད་པ་དང། ལ་ཡར་དཀོན་མཆོག་ལ་རང་ལས་མཐོ་བ་རང་ལ་བརྩེ་བའི་སངས་རྒྱས་དཀོན་མཆོག་གསུམ་ལ་མཆོད་པ་ཕུལ་ཡོད་དང་གཅིག་བྱས། ད་རང་ལས་དམའ་བ། ངན་སློང་ལ་བྱིན་པ། ཟ་རྒྱུ་མེད་མཁན་བཏུང་རྒྱུ་མེད་མཁན་འོ་དེ་ཚོ་ལ་ཟ་རྒྱུ་མེད་མཁན་ལ་ཟ་རྒྱུ་བཏུང་རྒྱུ་མེད་མཁན་ལ་བཏུང་རྒྱུ་གོས་མེད་པ་ལ་གོས་སྡོད་གནས་མེད་པ་ལ་སྡོད་གནས་འོ་སྦྱིན་གཏོང་སོགས་ཁ་སང་འདི་ཡོད་བ་ནང་ཁ་ཕ་གི་ནང་ན་ང་ཚོ་ན་ནིང་འདི་ཁྱེད་རང་ཚོ་འཛིན་གྲྭ་བཅུ་པའི་སྐབས་ལ་འདི་ཡོད་བ་ཁ་སང་འདི།

འོང་སངས་རྒྱས་ཀྱི་བཀའ་ལ་སོགས་པ་གི་པི་ལ་བམ་དོན་དུ་ལྗགས་ཀློག་གནང་བཅུག་ལྗགས་ཀློག་གནང་ཚར་བ་དང་ཆབས་ཅིག་དུ་དགེ་འདུན་པ་ལ་སུ་ཚིག་ཕུལ་ཡག་ཡོད་ན་རེད་ནམ་ད་ཕུལ་བ་ཡིན་ན་ཡིན་གཅིག་མིན་གཅིག་དཔེ་ཆ་ཀློག་ཡག་ལ་དེ་འདྲ་ཞུགས་མ་རེད་དཔེར་ན་དགེ་འདུན་པ་དེ་རྩ་ཆེན་པོ་ཡིན་པའི་ཆ་ནས་ཁྱེད་རང་དགེ་འདུན་པ་ལ་ནམ་ད་ཕུལ་གི་ཡོད་ན་རེད་ཞེ་ལག་ཕུལ་གི་ཡོད་པ་ནས་གུས་ཞབས་བྱེད་ཀྱི་ཡོང་དེ་ལ་དགེ་འདུན་ལ་ཉན་དགོས་ས་རེད་དཔེར་ན་ཆ་ཤས་པ་ཡིན་ན་སྔན་མ་ང་རང་ཚོའི་གི་བོད་གངས་ཅན་ཅན་ལ་དགེ་འདུན་པ་དེ་ཚོ་ལ་འཚོ་བའི་འཚོ་བའི་རྟེན་ཞིག་ཡོད་མ་རེད་བ།

མེད་ན་ཡང་ཡང་སླད་མ་འོངས་པ་ཡང་མི་མཐུན་དུ་བསམ་མི་འགྱུར་བ་ཞིག་ཉོན་མཁན་ཡོང་སྲིད་པ་དེ་གཅིག་ཕྱིན་པ་རེད། དེ་ནི་དེ་ཞུགས་དེ་ལ་གར་འགྲོ་སྲིད་པ་ཡིན་ད་དེ་རིང་འགྲོ་ཡ་དེ་ཆོས་སྲིད་ཀྱི་བྱ་བ་གང་ཡིན་པ་ཡིན་ན་ཡང་སོ་ནམ་ས་བརྒལ་གྱི་གནད་འགག་ཆེན་པོ་རེད་ཟེར་ཏེ་གཉིད་འགྲོ་བ་དེ་དང་ད་དོན་ཚན་དེ་ཚང་མ་ཚར་བའི་ཆེད་ད་བསླབ་བྱ་དངོས་གཞི། བསླབ་བྱ་དངོས་གཞི་དེར་ག་ས་ལ་ཡོད་ན་ཕ་ག་ན་ལ་ང་ངས་ཕ་ག་ཕ་གའི་གྲངས་ཀ་རྒྱབ་པའི་སྐབས་ལ་བག་འགྲེམས་རྒྱབ་པའི་སྐབས་ལ་བཅའ་དེ་སླེབས་བཅའ་པ་དེ་རེད་འདོད།

ང་ཚོ་མི་ལ་མངོན་ཤེས་ཡོད་མ་རེད་མངོན་ཤེས་མེད་པ་མི་འདུག་སེ་ལ་བལྟ་མི་མངོན་ཤེས་མེད་པའི་ནམ་ཞིག་མེད་པའི་མི་སྐྱིད་སེ་ལ་བལྟ། ནམ་ཞིག་ག་དུས་ཤིག་ཧ་གོ་མེད་ན་མི་སྐྱིད་པོ་ཞིག་འདེད་ཀྱི་ཡོད་རེད་མངོན་ཤེས་མེད་པ་དེ་དཔེ་མེད་སེ་ང་མ་སོང་ན་ཅིག་གནས་སྟངས་སྐྱོ་བོ་རེད་ལབ་རེད་ད་མངོན་ཤེས་ཟེར་དོན་གཞན་མངོན་ཤེས་ཟེར་དོན་སངས་རྒྱས་ལ་གཞན་སེམས་ཞེན་པའི་མངོན་ཤེས་གཞན་གྱི་གཞན་གྱི་སེམས་ལ་གང་དྲན་གྱི་འདུག་མཁྱེན་པ་དེ་ལ་འོ་དེ་ལ་མངོན་ཤེས་ལབ་རེད། ང་ཚོ་ལ་མངོན་ཤེས་མེད་པ། སངས་རྒྱས་ལ་དུས་གསུམ་མཁྱེན་པ་ཟིག་མདོག་ཨ། མ་འོངས་པ། མ་འོངས་པའི་གནས་ཚུལ་མཁྱེན་གྱི་ཡོད་རེད། འདས་པའི་གནས་ཚུལ་མཁྱེན་གྱི་ཡོད་རེད། ད་ལྟ་བའི་གནས་ཚུལ་དུས་གསུམ་མཁྱེན་པའོ། མངོན་ཤེས་སུ་གཞན་སེམས་དང་མདོར་བསྡུ་བ་ཡིན་ན་སྔོན་དུ་ཤེས་པ་ནང་བཞིན་གཞན་སེམས་ཤེས་གཞན་གྱི་སེམས་ལ་གང་དྲན་གྱི་འདུག་པ་དེ་གང་དྲན་གྱི་ཡོད་པ་དེ་སངས་རྒྱས་མཁྱེན་གྱི་ཡོད་རོགས་དོན་མངོན་ཤེས་སུ་ལོས་རེད།

དུས་ཀྱི་གནས་སྐབས་དང་ས་ད་ལྟའི་ཤུགས་དང་མཚུངས་དུ་གསོད་པར་སྒྲ་རང་ལས་དགོས་དཔེར་ན་འཛམ་གླིང་འདི་ཡི་ནང་ལ་གང་ཟག་གཅིག་ལ་ཆ་ཞོག་པ་ཡིན་ན་གསུམ་དུ་ངེས་རེད་ལབ་རེད་སྤྱི་ཚོགས་གཅིག་གི་ནང་ལ་རང་ལ་མི་དགའ་བའི་སྒྲ་ཡོད་རེད་ལབ་རེད་རང་ལ་དགའ་བའི་བརྙན་ཡོད་རེད་ལབ་རེད་རང་ལ་མི་དགའ་བའི་སྒྲ་ཡང་མ་ཡིན་ཅིང་དགའ་བའི་བརྙན་ཡང་མ་ཡིན་པ་ཅིག་བར་མ་རེད་བ་ཁྱེད་རང་ལ་དགའ་མཁན་ལ་ད་ཁྱེད་རང་གི་ཁྱེད་རང་གི་བརྙན་དུ་བརྩི་གི་རང་ཁྱེད་རང་མི་དགའ་བ་ན་སྒྲ་ཡི་གི་སྒྲ་ཡིན་ནམ་མ་ཡིན་ཐ་སྙད་ཀྱི་བརྡ་བཏགས་ཤིང་བསྒྲིགས་དུ་ཡོད་རོགས་ད་ཁ་ཤས་ཁྱེད་རང་ལ་དགའ་ས

སྐབས་སུ་བབ་པའི་ཐག་གཅོད་དེ་སྐབས་དེ་དག་སྐབས་དག་རང་དང་སྐབས་དག་རང་ལ་ཐག་གཅོད་བྱེད་དགོས་རེད། ཁྲ་ཚོས་ཁྲ་བསལ་ཏེ་སྐབས་སུ་བབ་པའི་གནས་ཚུལ་དེ་སྐབས་དག་རང་ཐག་གཅོད་བྱེད་དགོས་རེད་ཟེར་དེ་རེད། བླངས་དེ་སེམས་ལག་ལེན་བྱས་ཏེ་ལག་ལེན་ལག་ལེན་བསྟར་ཏེ། འཇུག་པ་སེམས་ལག་ལེན་བསྟེན་ནས་ལས་ཀ་ལ་འཇུག་པ་ལས་ཀ་དེ་བྱེད་པ། ཕོ་ཚོད་ཡང་རྩེ་ཡིན་ས་ཕོ་ཡི་ནང་ནས་ཕོ་བའི་ཕོ་རབས་དེ་རེད་ལ་ང་ཚོ་མི་ལ་ཕོ་རབས།

སྒྲ་སྙན་བར་མ་བཏགས་ནས་ཁྲར་ཚུར་བྲལ་བླང་དུ་འཇུག་པ་ཕོ་རྒོད་ཡང་རྩེ་ཡིན་ཞེས་པའི་འགྲེལ་བཤད་པའི་འགྲེལ་བཤད་ནི་ང་ཚོ་གང་ཟག་ཕལ་པ་རྣམས་ལ་མངོན་ཤེས་མེད་པར་བརྟེན་རེད་བ་ང་ཚོ་གང་ཟག་ཕལ་པ་དེ་ཚོ་ལ་མངོན་ཤེས་མེད་པ་ལ་བརྟེན་ནས་མངོན་ཤེས་མེད་པའི་རྒྱུ་མཚན་ལ་བརྟེན་ནས་ཚོགས་འདུའི་ཚོགས་སྐབས་ཚོགས་འདུའི་ཚོགས་སྐབས་ཚོགས་འདུའི་ཚོགས་འདུའི་ཚོགས་པ་ཡིན་ན

གཏན་འཁེལ་བས་ཁྱེད་རང་ཚོ་ཁྱེད་རང་ཚོགས་འདུ་ནང་ལ་ཚོགས་འདུ་འཚོགས་ནས་གྲོས་ཆོད་བཞག་གྲོས་ཆོད་བཞག་ནས་གྲོས་ཆོད་བཞག་པ་དེ་ལང་སང་དེ་གྲོས་ཆོད་དག་རང་གཏན་འཁེལ་ནས་གཏན་འཁེལ་བ་བྱས་ནས་གཞན་པ་ལ་གནས་སྐབས་གསལ་བསྒྲགས་བྱེད་རྒྱུ་མ་རེད་ཟེར་བ་གཏན་འཁེལ་ག་ས་འདི་རྣམས་ལམ་སེང་ལམ་སེང་གཏན་འཁེལ་བྱ་དཀའ་བས་ཟེར་བྱ་གང་བྱེད་བྱེད་ཡག་ལ་ཁག་པོ་ཡོད་རེད་བྱེད་མ་བྱེད་ནས་ཡག་ག་ཡོད་རེད་ལ་བྱེད་དཀའ་བས་སམ་བྱེད་མ་བྱེད་ནས་ཡག་ག་ཡོད་རེད་ལ་བྱེད་དང་རེད་བ་མ་བྱེད་ནས་དཀའ་བས་སམ་དང་ཁག་པོ་རེད་ས་མེད་དོ་བྱེད་མ་བྱེད་ནས་ཡག་ག་ཡོད་རེད་ས་རེད་དཀའ་བས་ས།

དུས་ལ་བསམ་ཙང་གི་གནས་སྐབས་སྐབས་དེ་དུས་གང་ལ་དེའི་སྐབས་ཀྱི་གནས་ཚུལ་གྱི་སྤྱི་ཚོགས་ཀྱི་ནང་ལ་གནས་ཚུལ་གང་འདྲས་འདུག་དཔེར་ན་ཚོགས་འདུ་འཚོགས་པའི་གྲོས་ཆོད་གང་བྱུང་བ་དེ་དེ་འབའ་བྱས་པ་ཡིན་པ་ཡིན་ན་ཏག་ཏག་འགྲོ་གི་འདུག་མི་འདུག་གནས་སྐབས་དང་བསྟུན་ནས་འོང་གནས་སྐབས་ལ་བསམ་བློ་གཏང་དགོས་པ་གཏང་དགོས་པ་མ་ཟད་གཏང་དགོས་པ་མ་ཟད་ད་དང་དུང་བསམ་བློ་མང་པོ་གཏང་ལབ་རེད་དཔེར་ན་ངས་ཁྱེད་ཚོ་ང་ཚོ་ཚོགས་འདུའི་ནང་གི་གྲོས་ཆོད་དེ་གཞན་ལ་ཁྱབ་བསྒྲགས་བྱས་པ་ཡིན་ན། རང་ལ་དགའ་བའི་སྒྲ་དེ་རང་ལ་མི་དགའ་བའི་སྒྲ་དེ་ཚོ་ཡི་སྒྲོ་བཏགས་བྱས་ནས་དེ་ལ་སྐྱོན་བརྗོད་བྱས་ནས་སྒྲ་སྒྲོ་མི་སྒྲོ་བཏགས་ནས་སྒྲ་སྐྱོན་མེད་པ་ལ་སྐྱོན་དང་དེ་འདྲ་བྱ་ཡག་གི་ཉེན་ཁ་ཡོད་རོ། རང་གི་སྒྲ་དང་ཚིག་བཅས་རང་གི་བརྙན། རང་གི་བརྙན་ཡིན་པ་ཡིན་པ་ཡིན་ན་མཐའ་གཅིག་ཏུ། མཐའ་གཅིག་ཏུ་ཡིད། མཐའ་རྒྱ་ཇེ་བསྡམས་ཡིད་ཆེས་ཡོད་མ་རོ་བ་བརྙན་བཅས་བར་མའོ་དེ་མང་པོ་ཅིག་བསམ་བཏང་ནས་སོར་ལ། བརྟག་དཔྱད་བྱས་ཏེ། བརྟག་དཔྱད་བྱས་ཏེ། བརྟག་དཔྱད་བྱས་ཏེ། ཁྲ་ཚོལ་ཁྲལ་སེལ་དང་སྐབས་དང་དུས་ལ། ཁྲ་ཚོལ་ཁྲལ་སེལ་གྱི་འདྲི་གཞི་དང་སྐབས་དང་བསྟུན། སྐབས་དང་དུས་ལ་བསྟུན་ནས། སྐབས་དང་དུས་ལ་ཕོ་བསྟུན་ནས་ཐག་གཅོད་བྱེད་ཐུབ་ན་ཕོ་རབ་ཡིན། སྐབས་དང་དུས་ལ་བསྟུན་ནས་ཐག་གཅོད་བྱེད་ཐུབ་པ་ཡིན་ན་ཕོ་ཡི་ནང་ནས་ཕོ་རབ་ཆགས་འགྲོ་གི་རེད། ལབ་རེད། འོ་འདི་བར་དུ། དེ་རིང་ང་ཚོ་འགྲོ་ཡག་གི། ཤོ་ལོ་ཀ་གཉིས་དེའི་འགྲེལ་བཤད་བྲོ་བ་བྱས། སྒང་དེ་ལ།

བསམ་བློ་དང་སྐབས་དང་བསྟུན་ནས་སྐབས་དང་བསྟུན་ནས་ཐག་གཅོད་བྱེད་ཐུབ་པ་ཡིན་ན་ཚགས་ཚིག་མ་བྱས་པའི་ཆེད་ནས་སྐབས་དང་བསྟུན་ནས་བརྟག་དཔྱད་ཞིབ་ཚགས་བྱས་ནས་ཐག་གཅོད་བྱེད་ཐུབ་པ་ཡིན་ན་ཕོ་རབ་དང་ཕོ་རབ་ཆགས་འགྲོ་ཕོ་ཡི་ནང་དུ་ཀྱང་ཕོ་རབ་ཆགས་འགྲོ་གི་རེད་ཟེར་བ་ལྟར་ང་ཚོ་མདོར་བསྡུས་ཀྱིས་འདི་མང་པོ་མང་པོ་འགྲོ་གི་མེད་རེད་བ་ང་ཚོ་མང་མང་མང་སྐད་ཆ་ཕན་ཕན་ཐོགས་ཡོད་མ་རེད་གང་བསླབས་པ་དེ་ངེས་པར་དུ་འགོ་ཚོགས་གནང་རོགས་གནང་སྐལ་བཟང་སྙེ་མ་ཞུ་ཡིན་མ་མཁྱེན་པ་ཡོད་ན། ངེས་པར་དུ་ཚུར་བྲིས་པ་བཏང་རོགས་གནང་ས་ཐེངས་མང་པོ་ཞུས་ཡིན་དེ་བྲིས་པ་བཏང་མཁན་སུ་གལ་མི་འདུག་བྱས་ཙང་གཅིག་བྱས་ན་ནི་དཔེ་མི་སྲིད་ཀི་ཚང་མ་མཁྱེན་གི་ཡོད་པའི་རྟགས་མཚན་ཡིན་གི་རེད་གཅིག་བྱས་ན་བྲིས་པ་བཏང་ཡ་མེད་པའི་གི་རྟགས་ཡིན་གི་རེད་འོ་དེ་གཉིས་གཅིག་ཏུ་ངེས་འགྲོ་གི་རེད་བ་ད་ག་རེ་ཡིན་མིན་ལ་མ་ལྟོས་པའི་གང་བྱས་ཁྱེད་རང་ཚོ་འདིའི་ནང་ལ་ད་ལྟ་འཛུགས་བཟུང་བསླབ་བྱ་ལ་དམིགས་བསལ་གི་རྩ་འགྲེལ་དཀོན་པོ་ཡོད་རེད་ངེད་ཀྱི་རྩ་འགྲེལ་དེ་བརྟག་དཔྱད་རྒྱ་ཆེ་ཙམ་བསྒྲིགས་ཁྱད་པ་ཡོད་མ་རེད་ཡིན་ཡང་ཁྱེད་རང་ཡང་ཁྱེད་རང་ཚོ་དཔེ་མི་འདི་ལ་ཞིབ་ཚགས་བ་དང་དེ་འདྲའི་མཁྱེན་འདོད་ཡོད་པ་ཡིན་ན་ཡང།

བྱེད་ས་ག་དུས་ཡིན་པའི་བློ་བརྟན་དུས་ལ་ཡོད་པ་གནང་རོགས་གནང་ཟེར་ན་མང་པོ་ཞུ་ཡི་ཡིན་བྱས་ཙ་ལས་མ་འོངས་པ་ང་ཚོ་མཇལ་བའི་སྐབས་ལ་དྲི་དེབ་ངེས་པར་དུ་ལྡན་དགོས་རེད་ད་ད་དེ་རིང་ཁྱེད་རང་ཚོ་འདི་བྱས་འདི་གནང་རོགས་གནང། ག་ས་བོད་ཕག་གི་འཛིན་གྲྭ་ཨང་གྲངས་སུ་ལྔ་བ་ནི་འཛིན་གྲྭ་ཨང་གྲངས་ལྔ་བ་ནི་བདག་མ་དང་པོ་ནས་ལྔ་བ་བར་དུ་དྲི་དེབ་ལྔ་བསྟན་རོགས་གནང་ཞུ་གི་ཡིན་འོ་དེ་ངེས་པ་ངེས་པ་གནང་རོགས་གནང་དྲི་དེབ་བསྟན་ཡག་འདི་ངེས་པ་གནང་རོགས་གནང་ཞུ་དེ་ཚང་མ་ལ་འཚམས་འདྲི་ཡོད།